ཨ་ནེ་དེ་བཞིན་ནི་ཁ་སེང་བི་ཏོ་ཅི་ལ་བོད་པ་སེང་གེ་ལ་བྱ་བ་གི་མེད་དེ་གི་དྲི་བ་དྲིས་གི་ཏོ་ཁ་ལ་ན་ད་ཉེ་ཆར་ད Bill Pass བྱེད་དུ་ཨ་རི་གི་ད་གྲོས་ཚོགས་གི Bill Pass བྱེད་དུ Tibet Resolve Act ལ་དེ་དེ་བུ་ལ་ནི་བོད་དེ་རྒྱལ་རབས་ནི་ད་རང་བཟེ་རེ་ཤ་ད་ར་ཨ་ནེ་རྒྱ་མི་གི Claim བྱེད་ར་རྒྱ་མི་གི་ཆ་ཤས་རེ་ལ་དེ་བཙོན་པ་འབའ་མི་རེ་ལ་འོག་ར་ཨ་ནེ་དེ་ན་བཞིན་ད་འདི་འདི་ད་ལ་བོད་དེ Occupied རེ་ཤ་ལ་འོག་ར་ད་དེ་ལ་དེ་ད་ཁོང་ཚོ་གི་རྒྱབ་སྐྱོར་དེ་རང་བཟེ་ང་རེ་ད།

ཁོ་ཚོས་གི་ལའེ་ལ་ཨུ་མའི་ལམ་འདི solution ཡག་ཤོས་རེད་སྟབས་པའི་མའོ་སི་གི་བསམ་བློའི་ངོ་བོ་དག་ཅིག་འདི་འདི་ག་ལ་གཏན་ལ་ཕབ་རེད་ལའེ་ཇོ། དེ་འདྲའི་ལ་དེ་དག་ཨུ་མའི་ལམ་འདི་གལ་སྲིད་ཡག་པོ་དཔེ་ཡིན་ན་རོགས་ཨུ་མའི་ལམ་ཁོ་རང་གི་དག་ཡག་པོ་དེ་ཡག་དག་དེ་དག་ཁོ་མ་འགྲེལ་བཤད་རྒྱག་བར་རོགས། ཁོ་ཁ་ལོ་བར་དག་ཁོ་ལྕགས་ལ་མ་ཟེར་ན་དག iphone གསར་པ་ཅིག་ལེན་ཡིན་ན་དག iphone རྙིང་པ་དེ་དག

ད་འདི་འདུག་དབུ་མའི་ལམ་གལ་སྲིད་རང་བཙན་གྱི་ཐབས་ལམ་ཡག་ག་ཡིན་ན། ཨ་ནི་དབུ་མའི་ལམ་ཁོ་རང་ཁོ་རང་རྐང་པ་གར་ལངས་བྱས་ཁོ་གི་ཁ་ལོ་བར་ད་ཁོ་རང་ཁོ་རང་རྐང་པ་གར་ལངས་ནས་ཁོ་རང་གི་ཁེ་ཆེ་དེ་འགྲེལ་བཤད་བྱས་ནས་ཨ་ནི་དབུ་མའི་ལམ་ཁ་ལོ་དབུ་མའི་ལམ་གྱི་ད་ཡག་རྟགས་དེ་མ་སྟོན་དགོ་ར་ཁོ་ད་སྤེན་པ་སེང་གོ་སྲིད་སྐྱོང་བྱེད་རོགས་ད་དབུ་མའི་ལམ་ག་གྱི་ཁོ་གི་མེ་ཁེ་ཉེན་དེ་ཁོ་ར་ད་ད་ད་ར་ཟམ་པོ་གླིང་ལ་ད་བུད་མེད་ཚབ་བྱས་ནས་ཁོས་གིས་དབུ་མའི་ལམ་གྱི་སྤྲོ་བར་ཅི་ཁྱོད་ཀྱིས་གོ་ར་དེ་ཁོ་ཁུ་ཉེ་ཡིན་ན་ད་ཁོ་ལ་བཤད་གོ་ར་དབུ་མའི་ལམ་གོ་ན་པད་མ་སི་གིས་རྒྱ་ཆེན་པོ་ག་ལ་བཤད་གོ་ར་གཏིང་ཟབ་པོ་ཡིན་ན་ག་རེ་ཡིན་ན་དབུ་མའི་ལམ་དེ་གཏིང་ཟབ་པོར་ལེགས་འདོག་གཏིང་ཟབ་པོ་དེ་ལྟ་མ at least this explanation དེ་ཟ་གོ་ར་ལ་ཡིན་ན་ཡང་དབུ་མའི་ལམ་གོ་ར་སྐད་ཆ་འདི་དུ་གོ་ག་དུས་ན་འདི་ལེགས་འདོག་རང་བཙན་འདི་གལ་སྲིད historically དང་པོ་ནི་ལུང་པ་མང་པོ་ཅིག་ཁས་ལེན་ན་ཨ་ནི་དབུ་མའི་ལམ་འདི་དང། དབུ་མའི་ལམ་ག་ཅིག་དང། ནི་པ་དང་ཀ་ལ་བར་དང་ཁོ་ག་ཅིག་ལས་ཇི་འདྲའི་དབེན་སིག་འདི་མང་དོན་ཀུན་ལེགས་དང་འདི་སླད་དུ་དབུ་མའི་ལམ་རང་བསྟན་ག་ལ་འགྲིག་པས་འབྲེལ་དོགས་ནི། དབུ་མའི་ལམ་ཁོ་རང་ཁོར་བསྐམ་པ་ཁ་ལང་ཐུག་མི་འདུག། དབུ་མའི་ལམ་འདི་རང་བསྟན་རང་བསྟན་གྱི། འདི། འདི་གོ་ལྡོག་ཁོ་ལ། ཀ་ལ་བར་དང། འདི།

ཨ་ནི་ཡིག་ལ་ཡ་ལ་དབེན་ལམ་དེ་དཔོན་འབངས་སེར་གྱི་གཏིང་ཟབ་པོ་རེད་གཉིས་མིན་གཉིས་ཕན་རེད་ལ་ནི་ཞུ་ལེགས་དང། དེ་འདྲ་ཡིན་ན་ཨ་ནི་དབེན་ལམ་ཁོ་རང་ཁོ་རང་སྐམ་པ་ག་ལང་བྱེད་ཁོ་རང་ཁོ་རང་ཁྱད་ཆེ་དེ་མ་སྟོན་ནི་ཨ་ནི་ཁོ་ཁོ་དེ་འདྲ་སྒྲུབ་དགོས་རོགས་དང་འདི་སྒྲུབ་ཐུབ་མི་འདུག་ཨ་ལ་ཡང་དེ་ཡིན་དུས་དབེན་ལམ་ག་ལོག་རོགས་དང་འདི་ཁོ་རང་ཉུང་མའི་ལམ་དེ་ཡག་པོ་མིན་པ་དེ་རང proof བྱེད་ཀྱི་འདུག་ལ་ལྟས་ངན་ལའི་སྐད་ཆ་ལའི་དོགས་དོགས་འདི་རེད་ད་དབུ་མའི་ལམ་ཁོ་རང་ཁོ་རང་རྐང་པ་ག་ལ་ལངས་ཐུབ་ཀྱི་མི་འདུག་ལ་ཁོ་ཚོ་ག་ཚོད་པོ་ག་ཚོད་སྐད་ཆ་བཤད་ན་རང་རང་བཟའི་ཁ་ལ་མ་སྐྱེས་པ་དུ་དབུ་མའི་ལམ་འདི་སྟབས་བེད་ཁོ་རང་ག་ལ་བཟའ་བེད་ལུས་བཅད་མི་འཇོག་ཅིག་རེད་ཤག་བདེ་བདེ་ཡིན་འདུག་ད་འདི་ག་ལ་སྐད་ཆ་ཅིག་བཤད་ཡ་གལ་ཆེན་པོ་རེད་ཤག་ཡ་ཡ ok ཨ་ནི་རྗེས་ལ་སྐད་ཆ་བཤད་གོ་ལོ།